ཐེངས་དྲུག་པའི་ཉིན་དང་པོ་ཚོ་མགོན་དུ་ཆོས་རྒྱལ་བསྐྱངས་ཏེ་སྐྱབས་གནས་མཁན་རིན་པོ་ཆེ་རྣམ་པ་གཉིས་གཙོས་པའི་ཨ་ནེ་ཕྱོགས་མཐའ་ཁག་ནས་ཕེབས་པའི་མཁས་དབང་རྣམ་པ་དང་ཚོགས་བཅར་བ་ཡོངས་ལ་ཨ་ནེ་འཚམས་འདྲི་ཞུས་པ་དང། དེ་ནས་དེ་རིང་ཚོགས་ཐུན་གཉིས་པ་དང་གསུམ་པ་དགོངས་ཚུལ་ཞུ་ཡས་ཡིན། གསུམ་པ་དང་བཞི་པ་ཨ་ནེའི་ཚོགས་ཐུན་གསུམ་པ་གི་གསུང་བཤད་གནང་ངེས་ཏེ། གནས་བེམ་མོ་ཤེས་རབ་གླིང་གི་མཁན་པོ་ཟླ་བ་ཚེ་རིང་མཆོག་རེད། གནས་ཁོང་གིས་བརྗོད་གཞི་དེ་སེམས་བསྐྱེད་གསུངས་པ། གནས་ཁོང་གྲོང་དགེ་ས་བཅོམ་ཚུལ་ལ་དཔྱད་པ་ཟེར་དེ་རེད་བྱ་བསྟན་དུས་གནས་བགྲོ་གླེང་བགྲོ་གླེང་ནས་ཁྱེད་ཚོ་དེ་ཁྱེད་ཚོ་གཅིག་ཡིན་དུས་འཚམས་པ་ལ་གནས་སྐར་མ་ཉུ་ཤུ་རྩ་ལྔ་ནང་ལོགས་ལ།

རིས་མེད་བགྲོ་གླེང་ཐེངས་དྲུག་པའི་ཉིན་དང་པོ་གི་ཕྱི་དྲོའི་ཆར་ཡི་དྭགས་སོགས་ཐེངས་དང་པོའི་སྐབས་སུ་ཕེབས་པའི་དགའ་ལྡན་ཤ་ཆང་གི་མཁན་རིན་པོ་ཆེ་རྣམ་པ་གཉིས་ཀྱིས་སྲིད་པའི་གཉུག་མར་གནས་པའི་དགེ་འདུན་ཐེག་པ་ཡོངས་དང

རྒྱ་གཞུང་དང་མདོ་བསྟན་གྱི་ཡར་འཁོན་བསགས་འོས་སྐབས་སུ་ལ། རྒྱ་གཞུང་དང་མདོ་བསྟན་གྱི་ནང་དེ་འདྲའི་ཁ་གསབ་པོ་རག་གི་མི་འདུག་ཕལ་ཆེར་ཅི་བཤད་ན་མེད་ཡིན་ཟེར། རྒྱ་གཞུང་དང་མདོ་བསྟན་གྱི་ནང་ལ་དེ་ཚོའི་སྐོར་ལ་ཁ་གསབ་པོ་མེད་ཡ་ཡིན་སང། བོད་ཀྱི་མཁས་པ་ནང་གི་གཞས་པ་མི་འདྲ་བ་མང་པོ་བྱོན་རྒྱལ་དུ་ཕལ་ཆེར་དེ་འདྲའི་ཡིག་སྣང་སང་སང་ཅིག་འདུག་ད། བོད་ཀྱི་མཁས་པ་ནང་གི་གཞས་པ་མི་འདྲ་བ་ག་འདྲ་ཡོད་པ་དང། དེ་ནས།

ད་དེའི་ནང་ལ་དང་པོ། རང་བྱོན་བར་གྱི་རང་གི་སེམས་ཉིད་སྤྲོས་པ་ཁས་ལེན་གྱིས་རུ་གསུངས་མཁན་དེ་ཚོ་གི། ཁས་ལེན་གྱི་སའི་གི་འདུ་བྱེད་ལུང་དང་རིགས་པ། ད་མང་པོ་བཀོད་གནང་གི་འདུག། ད་ཡིག་ཆུང་ནང་ནང་མང་ཡང་ནས་ཡང་དུ་ཐོན་དེ་གི་ད་ངས་ལུང་དང་རིགས་པ་བྲུས་ཟེར་གྱི་འདི་ན་མ་བཀོད་བཞག་ཡོད།

རང་རྒྱུད་པ་གཞན་ཞིག་འདོད་གི་མ་རེད་ཟེར་ན་གསལ་པོ་གསུང་ཡོང་གི་འདུག་ད་རང་རྒྱུད་པ་གཞོན་ནུ་ཕག་གསར་བ་ཡིན་ན་ཕ་སྐྱེས་གཞན་ཞིག་མི་འདོད་བ་དེ་གསལ་པོ་འདྲ་བོ་རེད་འདུག་བསམ་བསམ་གྱི་འདུག་ད་ངས་འདིའི་ནང་མ་ཨོ་མ་སྙིང་པོ་གསར་འགྲིག་ལུང་འགའ་ཤས་དྲངས་ཡོང་ཡོད་དེ་གསུང་ནི་གསལ་པོ་ཡིན་པ་ཤེས། དེ་ནས་ཤེས་རབ་སྒྲོན་མའི་ནང་ལ། སངས་རྒྱས་ཞིང་གི་བདག་ཞིག་གིས་བཀའ་གཏོང་དུ་འགྲིག་གི་མི་འདུག་ཟེར་ནས།

རང་རྒྱུད་པ་གཞན་ཞིག་ཁས་ལེན་གི་མི་འདུག། ད་རྒྱུ་འབྲས་ཟད་གཞན་ལ་སོང་གཞན་ཞིག་དེ་སོང་གཞན་ཞིག་ཐ་སྙད་བྱས་ན་མ་གཏོགས་གང་ལྟར་རང་བཞིན་དུ་གྲུབ་པའི་རྒྱུ་འབྲས་ཟད་གཞན་ལ་ཞེས་བ་གི་གཞན་ཞིག་ཅིག་འདོད་གི་མི་འདུག་ཟེར་ནས། འོ་ད་དང་པོ་དེ་དེ་ཞེས་ང་རང་བར་གཏམ་འདི་ཤེས་ཀྱི་དང། ད་གཉིས་པ་དེ་ག་དེ་རང་མཚན་ཉིད་གཏད་རྒྱུ་ན་སོགས་ཀྱི་ནི་གཞོན་གྱི་ཤོག་སྔགས་དེ། རང་རྒྱུད་པ་བཞག་གི་རེད་ཟེར་གི་ད་སྒྲུབ་བྱེད་ལ་སྐབས་དེའི་ཡི་ཤོག་སྔགས་ཀྱི། འཕགས་པའི་གཉགས་ཞག་གི་སྟོང་ཉིད་ཐོབ་པར་འདོད་ཀྱི་འདུག་དེ་ཡིན་སང་རང་བྱོན་པ་དེ་དགེ་གི་འདུག་ཟེར་དེ་འདྲའི་གསང་བ་ཡིན་ན་ཁྱབ་པ་ཡོད་མ་རེད། མདོ་སྡེ་པ་དང་གསེར་སྲང་པ་དེ་སོགས་ཀྱིས་ཡང་འཕགས་པའི་གཉགས་ཞག་གི་སྟོང་གཞི་བདག་ཉིད་ལ་སྟོང་པ་ཉིད་ཟེར་ནས་ཐ་སྙད་བྱེད་དགོས་རེད། ད་དེ་ཁོའི་དྲང་བ་དེ་སང་ངས་འདི་ར་མ་དྲང་ཡོད་ཁྱེད་རྣམས་པ་བློ་བ་ན་དྲིས་ས་ཡོད། འོ་དེ་འདྲའི་དྲིས་ཤིག་ཅེས་གནང་གི་འདུག།

དོན་སྟོང་པ། སྐྱེ་བ་མེད་ཀྱང་ཐ་སྙད་དེ་གཞན་ཞིག་ཁས་ལེན་གྱི་རེད་གསུངས་ཡོད་འདུག་ཇི་སྲང་དོན་སྟོང་པ་སྐྱེ་བ་མ་གྲུབ་ལ་ཐ་སྙད་དེ་གཞན་ཞིག་འདོད་དེ་མཁན་དེ་ད་རང་བྱུང་བ་ལས་གཞན་ཡོད་འོང་ཡོད་མ་རེད་ཟེར་ན་ཡང་འབྲུ་བཞི་དེ་འདྲ་ཅིག་གྲོངས་གནང་གི་འདུག་ཨ། དེ་དེ་ལ་འགྲེལ་བཤད་ག་རེ་རྒྱག་གི་འདུག་ལ་དེ། བཀའ་འདི་ཡི་གཞུང་སྔགས་ཀྱི་གནས་སུ་དེ་འདྲའི་ཁས་ལེན་པའི་དོན་མ་རེད། གཞུང་སྔ་མའི་སྐབས་སུ་ལ་བདག་དང་གཞན་ལ་སྐྱེ་བ་ཡོད་པ་དེ་རིགས་པ་དུ་མ་གཅིག་བཀག་འོག་སྐབས་སུ་ལ་ག་སའི་དོན་དམ་པར་བཤད་པ་མེད་པའི་བཤད་ཡོད་མ་རེད་ཁྱེད་རང་ཚོ་ལ་ཡིན་ན་ཐ་སྙད་དེ་གཞན་ཞིག་ཁས་ལེན་གྱི་རེད་ངེས་པ་དེ་དགོས་ཀྱི་འདུག་ཟེར་ནས་གཞུང་སྔས་དེ་འདྲའི་ལ་བ་ཡིན་ན་ཐ་སྙད་སྲང་དང་གཞན་ཞིག་འགྲོ་གི་མ་རེད་ཟེར་ནས

གཏན་འབྲེལ་གྱི་རིགས་པ་སྟོང་ནས་ང་ཚོ་དེ་དབུ་མ་འཇུག་པ་ནོར་ལ། སེམས་ཡོད་ན་ནི་གཟུགས་མེད་མ་མཛད་ཀྱི་གཟུགས་ཡོད་ཉིད་ལ་སེམས་མེད་མ་མཛད་ཀྱི་ཟེར་ནས། སེམས་དང་སེམས་ཀྱི་ཡུལ་དུ་གྱུར་པའི་གཟུགས་རྣམས་མ་སྐྱེས་བདེན་ན་བདེན་མྱོང་བཟོད་ན་བཟོད་མྱོང་གི་རིགས་པ་ཞིག་སྟོང་གི་ཡོད། འོ་དེས་ནོར་གྱི་ཞེས་ནས་ཀུན་རྟོག་དང་ཀུན་རྟོག་འདུ་བྱེད་ཀྱི་མིང་དུ་བཏུབ་པ་དེ་ཚོ། རང་གི་སེམས་ཉིད་གྲོལ་ན་གྲོལ་མྱོང་མ་གྲོལ་ན་མ་གྲོལ་མྱོང་དགོས་ཀྱི་འདུག་ཟེར་རིགས་པ་དེ་སྟོང།

ད་དེ་དགོངས་པ་ལྟར་ཏེ། མདོ་སྡེ་པ་གིས་རང་སེམས་གསལ་ཡང་དེ་ཡི་དུས་རང་བཞིན་མ་འདྲེས་པ་ངེས་པར་གྱིས་ལ་ཤེས་དགོས་ཏེ་དེ་སང་ཐ་སྙད་དུ་ཁས་ལེན་སོགས་ཀྱི་རང་གི་སེམས་ཉིད་གྲུབ་པ་ཁས་ལེན་དགོས་ཡོད་མ་རེད། འོ་ན་དེ་ལ་གནོད་བྱེད་གར་བརྗོད་པ་ལ་འདི། ཨ་ནི། མདོ་སྡེ་པ་དང་བྱེ་བྲག་མང་རྣམས་ཀྱིས་རང་སེམས་དོན་དང་ལྡན་པར་འདོད་འདོད་དེ། ཐ་སྙད་སྣང་བཟང་གྲགས་བཟང་དུ་འཇུག་མི་ཤེས་པ་ཞིག་ནི་ཐ་སྙད་དུ་རང་ལུགས་ལ་སེམས་མེད་གྲུབ་པ་ཁས་ལེན་ཟེར་བ་དེ། དབུ་མའི་དོན་མ་ཤེས་དབུ་མ་གི་གཏན་ཚིགས་ཀྱི་དོན་མ་ཤེས་པ་རེད་ཟེར་ནས་དགག་པ་དེ་འདྲ་བརྗེད་དགོས་རེད། ད་དགོངས་པ་དེ་འད་ཅིག་བཀྲ་གནང་གི་འདུག་ཡང། ཀརྨ་འཕྲིན་ལས་པ་སོགས་ཀྱིས་ནི། བཀའ་བརྒྱུད་ནང་ལ་ད་དེའི་སྐོར་ལ་བཞེད་དོན་མི་འདྲ་བ་གཉིས། བྱུང་འདུག་ཀརྨ་ཤིང་ཤིང་རྟ་ནང་ལ་གར་སོན་ལ་དེ། ཤེས་པ་སྣང་བཅས་དང། དེ་ནས་རང་རིགས་ལ་སོགས་པ།

རང་རྒྱུད་ཀྱི་གཏན་སྲིད་ལ་རང་དབང་དོན་རྗེས་སུ་དཔག་པ་སོན་ཡང་དེ་རང་རྒྱུད་ཀྱི་གཏན་སྲིད་ཡིན་ན་རང་དབང་གྲུབ་པའམ་རང་ངོས་ནས་གྲུབ་པ་དེ་དགེ་རེད་ཟེར་བའི་དོན་མ་རེད། རང་རྒྱུད་ཀྱི་གཏན་སྲིད་ལ་རྒོལ་བ་གཞན་གྱི་ཁས་བླངས་འབའ་ཞིག་གྲུབ་པ་ཙམ་མ་ཡིན་པར། སྔ་རྒོལ་རང་ཉིད་ཀྱི་དབང་དུ་བྱས་པ་ཡིན་ནའོ་སུ་གསུམ་རྟགས་ཤེས་དོན་སོགས་ཚད་མས་གྲུབ་པ་དེ་དགེ་རེད་ཟེར་ནས་རང་དབང་དོན་ཟེར་ཡང་དེ་རང་དབང་དོན་རྗེས་སུ་དཔག་པ་ཟེར་ཏེ་རང་གི་དབང་དུ་བྱས་ན་ཡང

རྟོག་གེ་འབའ་བ་ནོར་ལོག་ལ། ཁོ་བོ་ཅག་ནི་ཐ་སྙད་དུ་རྣམ་པར་ཤེས་པ་ལ་བདག་གི་སྒྲ་ངེས་སུ་འདོད་དེ་འདི་ལྟར་རྣམ་པར་ཤེས་པ་ནི་ཡོངས་སྲིད་པ་ལེན་པའི་ཕྱིར་བདག་ཡིན་ནོ་གསུང་ཡང་བྱོས། ད་དེ་ལ་དགོངས་ནས་དེ་ནི། སློབ་དཔོན་ལེགས་ལྡན་འབྱེད་ཀྱི་རྣམ་ཤེས་གང་ཟག་གི་མཚན་ཡིད་ལ་བཞག་གི་འདུག་གསུང་གི་འདུག་ཨ། དེ་དེ་མ་རེད། དེ་སྲིད། དེ་ག་རུང་དེ་མ་ཐག་ཏུ་ལ་གར་ཟེར་ན། ལུས་དང་དབང་པོའི་སོགས་པ་དག་ལ་ཉེ་བར་འདོད་པའི་ཕྱིར་ཇི་སྐད་དུ། དཔེར་ན་ཡན་ལག་སོགས་པ་ལ་ཤིང་རྟ་ཞེས་ནི་དྲན་པ་ལྟར་དེ་བཞིན་ཕུང་པོ་སྣང་བརྟེན་ནས་ཀུན་རྫོབ། སྟོན་ནས་སེམས་ཅན་བསྒྱུར་ཟེར་ནས། མདོ་བློན་ཁོས་སུ་དྲོངས་ནས། ཤིང་རྟའི་ཡན་ལག་ལ་བརྟེན་ནས་ཤིང་རྟ་འདུག་པ་ལྟར་དུ་ལ། ཕུང་པོ་ལ་བརྟེན་ནས་གང་ཟག་རྟག་པ་སམ་རེད་ཟེར་ནས་གང་ཟག་རྟག་ཡོད་ཡིན་པ་དེ་གསལ་པོ་གསུངས་ཡོང་གི་འདུག། རྗེ་ས་ཏེ་ཡི་སངས་རྟའི་སློབ་དཔོན་ལེགས་ལྡན་འབྱེད་ཀྱིས་སྣང་བཤིག་དེར།

ལྟར། རང་གི་སེམས་ཉིད་མ་གྲུབ་པ། ཞེས་པ་དེ་དབུ་མ་སྙིང་པོ་ལས་ངེས་ནོ་རང་བཞིན་གཤེགས་མའི་ཕྱིར་དེ་ཉིད་དུ་ན་གཤེགས་མའི་འདུས་ངོ་བོ་ཉིད་ཀྱི་གཤེགས་མའི་ཉིད་ཞེས་དང། ནས་དེ་ཡི་རང་འགྲེལ་རྟོག་གེ་འབའ་ལས་དངོས་པོ་རྣམས་རང་བཞིན་གྱིས་མ་ཤེས་པ་ཁས་བླངས་ནས། མ་ཤེས་པའོ་ཞེས་བརྗོད་པར་བྱའོ། དེ་ཉིད་ནི་རང་བཞིན་མེད་པ་ཡིན་པས་རང་བཞིན་གྱིས་མ་ཤེས་པ་ཉིད་དོ་ཟེར། ཁྱེད་ནི་རང་བཞིན་གྱིས་མ་ཤེས་པ་དང་རང་བཞིན་མེད་པ་ཡིན་པ་གསལ་བོ་ཤེས་ཀྱི་འདུག་ད་དེ་དོན་དམ་པ་ལ་དགོངས་པ་རེད་ལ་ཡིན་ན་ཐ་སྙད་དུ་ཡང་ཁྱེད་ནི་རང་བཞིན་མ་གྲུབ་པ་དང་རང་གི་སེམས་ཉིད་ཀྱིས་མ་གྲུབ་པ་གསལ་བོ་གསུངས་ཀྱི་འདུག་ལྟོ་གོན་པ་ལ་ཡང། ཁོ་བོ་ཅག་ནི་ཀུན་བཟོད་དུ། ཆོས་ཐམས་ཅད་རྒྱུ་དང་རྐྱེན་རིགས་ཐོབ་པ་ལས་གཞི་མ་བཞི་དུ་ཡོད་པ་ཉིད་དུ་འདོད་དེ། ངོ་བོ་ཉིད་མེད་པའི་ཕྱིར་ཟེར་ནས་ཐ་སྙད་དུ་ཡང་ཁྱེད་རྣམས་གཞི་མ་དུ་མ་ལངས་ལྟ་བུ་རང་བཞིན་མེད་པ་རང་གི་སེམས་ཉིད་མེད་པའོ། གྲོལ་གི་རེད་ཟེར་ནས་དེ་འདྲ་གསུངས་ཡོད་ཀྱི་འདུག་དེ་ནི་དེང་སང་དུ་མ་ཟད་ཤེས་རབ་སྒྲོན་མའི་ནང་ལོགས་ལ། གཟུགས་དང་རོ་དང་རེག་པ་དང་དྲི་དང་ཆོས་དང་འབའ་ཞིག་པ་ཟེར་འབའ་ཞིག་ཅེས་བྱ་བ་ནི་ངོ་བོ་ཉིད་མེད་པའི་རྟེན་ཏེ་ངོ་བོ་ཉིད་ཀྱི་དྲི་བཟང་ཅུང་མ་གས་པའི་ཕྱིར་ཟེར་ནས། གཟུགས་སོགས་ནི་ངོ་བོ་ཉིད་གྲོལ་གི་མ་རེད་ཟེར་ནས། གསལ་པོ་ཟ་ཆུང་གསུངས་ཡོད་ཀྱི་འདུག་དེ་ཡིན་སང་རང་བྱོན་པ་ཀའི་ཐ་སྙད་གསང་དུ་ཡང་རང་གི་མཚན་ཉིད་གྲོལ་བ་ཁས་ལེན་གྱི་མི་འདུག་ཟེར་ནས་ད་བསྒྲུབ་བྱའི་ལུང་མང་པོ་ཞིག་དྲངས་ཡོད་དེ་ངས་འདི་རིང་མ་ཚང་མ་བཀོད་ཡོད་ཡོད་དེ་ནི་ད་ལྟ་རེ་རེ་ནས་བློ་བདེ་མི་དགེ་བ་ཞིག་དུས་ཚོད་སོང་ཡོད་ས་རེད།

དྲི་བ། དང་དུ་དྲི་བ་གཅིག་གཅིག་བྱས། ཨ་ནེ། དྲི་བ་ཉུང་ཉུང་མ་ཞིག་མ་གཏང་རོགས་བྱས། ཨ་ནེ། དེ་ནི་གོ་སྐབས་པོ་ཐུག་མ་རེད་ཕྱག་མ་བརྐྱངས་པ་ཡིན་ན་རྒྱབ་ལོག་ལྟོ་བ་ནས་ཁུ་སུམ་སུམ། ཨ་ནེ། དྲི་བ་གཅིག་གཏང་ཆོག་པ་མཆིས་ཟིན་ན་གོ་སྐབས་ཕུལ་བ་མིན། ང་ཚོ་ག་བས་བཟང་ངན་ཟིན་ནས་ཕྱག་སྒྲོག་དོ། ཨོ་འདི་ཚོ་ཆོས་ཡིན་ཨན་དེ་འདི་དང། ཨ་ནེ། ཕྱག་རྒྱ་ངས་རྒན། ཟླ་བ། བཟང་པོ་ལ།

ཤེས་རབ་སྒྲོན་མེའི་སྐབས་སུ་བཀའ་སྲོལ་དང། སེམས་ཙམ་པས་ཀུན་བརྟགས་རང་གི་སེམས་ཉིད་མ་གྲུབ་པར་ཤེས་བ་དེ་ཙམ་པ། ཨ་འཐས་པ་མགོ་བོ་དེ་ཙམ་པ་བཀའ་དོན་གཞན་བ་ལ་གོ་བ་ལྟ་བར་འཇོག་གི་རེད་ཟེར་ཏེ། ཨ་ནི། མཁན་པོ་རང་གིས་གསུང་སྟངས་བྱས་པ་ཡིན་ན་འདི་ནི་མ་ཁོ་རང་གིས་འགྲེལ་བཤད་རྒྱག་སྟངས་བྱས་པ་ཡིན་ན། ཨ་ནི། ཀུན་བརྟགས་རང་གི་སེམས་ཉིད་མ་གྲུབ་པ་ཡིན་ན། ཨ་ནི་དེ་འདུ་ཤེས་ཀྱི་མིང་དང་ལྟོ་བ་གཉིས་པོ་དེ་རང་གི་སེམས་ཉིད་མ་གྲུབ་པར་ཆགས་འགྲོ་གི་རེད་ཟེར་རང་ཡུལ་བ་གིས

ལྟ་བ་མྱི་བྱེད། འདུ་ཤེས་ཀྱིས་མི་ལ་དགའ་བསུ་ན་བྱེད་པ་ཡིན་ན། མི་དེ་གཞན་དབང་རེད། དུ་དུ་བ་དེ་གཞན་དབང་རེད། དེ་འདི་རྩ་བ་གཞན་དབང་ལ་གོ་བ་དུ་བ་ཆ་ནས་འདུག་ཚུལ་དང་དུ་སེམས་དང་མོ་དེ་བྱེད། གཉིས་པ་དེ་ལྟ་བའི་དོན་ལ་བྱེད་པ་ཡིན་ན་ཡང། ཀུན་བརྟགས་རང་ལ་བྱེད་པ་ཡིན་ན། ཨ་ནི། ཀུན་བརྟགས་ལ་ཀུན་བརྟགས་སུ་འཇོག་འགྲོ་གི་རེད། ཀུན་བརྟགས་ལ་ཀུན་འདྲེས་སུ་འཇུག་དགོས་རེད། ཀུན་བརྟགས་རང་གི་ཚིག་ཉིད་མ་གྲུབ་པ་ཡིན་ན། ཀུན་བརྟགས་ལ་ཀུན་འདྲེས་སུ་འཇུག་དགོས་རེད། དེ་ཤེས་རོལ་སྒྲོན་མེ་ནི་དེ་གསུངས་འདུག་བ། མ་ཟད་གཅིག་གིས་ད་ལྟ་འདི་ཤེས་རོལ་སྒྲོན་མེའི་འགྲེལ་བ། ཤེས་རིག་རིག་བསྟུད་བཞུགས། དེའི་ནང་ལུགས་ལས་བཀའ་སོགས་ནི་གསལ་པོ་ཞིབ་ཀྱིས་མ་ཐོན་བསྡད་ཡོད་རེད།

ཀུན་བཏགས་མེད་པ་མ་ཡིན་ཏེ། དེ་ལ་རྣ་བར་འགྱུར་བའི་བློས་འཁྲུལ་བས་ཀུན་བཏགས་པའི་དོན་མེད་ཀྱང་ཐ་སྙད་དུ་སྦྲུལ་ཞེས་བ་ལ་དེ་མེད་པས་མ་ཡིན་པའི་ཕྱིར་རོ་ཞེས་བྱ་བ་དེ་ནི་རྣལ་འབྱོར་སྤྱོད་པ་བ། སྒྲ་ཀུན་བཏགས་པའི་ངོ་བོ་ཉིད་ནི་མཚན་ཉིད་ངོ་བོ་ཉིད་མེད་པ་ཉིད་ཀྱི་ངོ་བོ་ཉིད་མེད་པ་ཉིད་དོ་ཞེས་བྱ་བ། བརྗོད་བདེ། ཞེས་པ་གང་ཡང་རང་ཡི་ཡིད་ལ་བརྗོད་པ་དང་ཚིག་ཏུ་བརྗོད་པའི་སྙན་བརྒྱུད་དོན་བསྡུ་བཏགས་པའི་ཀུན་བཏགས་པ་གང་ཡིན་པ་དེ་རང་གི་མཚན་ཉིད་ཀྱི་ངོ་བོ་ཉིད་མེད་པ་ཉིད་མེད་དེ་དཔེར་ན་ཕྲ་བར་སྦྲུལ་དུ་བཏགས་པའི་ཀུན་བཏགས་པ་གང་ཡིན་པ་དེ་མེད་པ་བཞིན་ནོ་ཞེ་ན། ཀུན་རྫོབ་ཏུ་ཀུན་བཏགས་པ་མཚན་ཉིད་ངོ་བོ་ཉིད་མེད་པ་ཉིད་ཀྱི་ངོ་བོ་ཉིད་མེད་པ་མ་ཡིན་པས་མི་རུང་བ་སྟོན་ཏེ་ཅི་ཞིག་ཅེ་ན། འཐབ་པ་དེ་ལ་ན་ག་ཕུན་ཚུན།

སློབ་དཔོན་ལེགས་ལྡན་འབྱེད་ཀ་རང་ང་ཚིག་གཉིས་ཀྱིས་གྲུབ་སོང་བས་དེ་ལྟ་རྒྱན་རིས་བསྡུ་བཞིག་གི་གསལ་བོ་སོང་བཞག་དུས་དེ་ག་རེ་ག་རེ་ལ་དགོངས་པ་རེད་ཟེར་དུས་ཨ་མཁན་པོ་གི་དེ་ལས་ནང་སོང་རོགས་ཨ་ད་དེ་གའི་ཨ་ནི་བརྩོན་འགྲུས་ཨ་ནི་དྲི་བ་དེ་རྡོག་རྡོག་བཏང་མ་གཏོགས་ཨ་ནི་ཁ་བསྡུ་བཀག་ཡིན། ད་ད་ད་ཨ་མཁན་པོ། སོ་བ་དྲི་བ་གང་ནས་ཅིག་སོང་ཟེར་སོང་ཐོག་མ་དེ་འགྲོ་མི་དགོས་ཕྱིས་ཨ་ནི་དེ་གིང་གི་ལོང་སྟོན་བཞག་འདུག་ཨ། ད་ང་ཚོས་ཏན་ཏན་འདིའི་སྐབས་ལ་ག་རེ་བཀའ་ཆད་ཀྱི་འདུག་ལབ་ན། ཤེས་རབ་སྒྲོན་མེས་ཁོ་རང་ལ་ཟིག་ཨ་ད་དཔེ་ག་ཆེན་པོ་འདུག་ར། རེད་ལགས།
ལུང་ཁོ་རང་གཅིག་གཞན་པ་ཞིག་གི་ནང་དྲངས་བ་ཙམ་མ་ཡིན་པར། ཕྱི་རབས་སྒྲོན་མེའི་རབས་ཤིག་ཉེར་ལྔའི་བར་ཁོ་རང་ལ་ག་རེ་གསུངས་བཞག། དོན་དམ་པའི་ངོ་བོ་ཉིད་ནི་མེད་པས་ངོ་བོ་ཉིད་མེད་པའོ། ར། རང་གི་མཚན་ཉིད་ཀྱིས་རྣམ་པར་གནས་པ་ནི་མ་ཡིན་པས། མཚན་ཉིད་ངོ་བོ་ཉིད་མིན་པ་ཞེས་བྱའོ་ཟེར་དགོངས་འགྲེལ་སྐབས་སུ་གསུང་དགོས་བ་ར། རེད་རེད། དེ་ལ་རང་མཚན་དུ་ཕ་སྦྱར་མ་སྦྱར་ར་ཞེས་ཕ་གོ། དྲི་བ། ཨེ། དགེ་བཤེས་ལགས། དྲི་བ་ཏོག་ཏོག་བཏང་ཞིག་དྲི་བ། གསལ་བཤད་མོ་བ་བྱོས། དྲི་བ། བྱེས་ར་སྒྲོམ་མེའི་སྐབས་སུ། རང་མཚན་གྱིས་མ་རང་གི་མཚན་ཉིད་ཀྱིས་མ་བྲི་བའི་མཚན་ཉིད་ངོ་བོ་ཉིད་མེད་པ་གསུང་གི་མེད་པར། དོན་དམ་པར་ངོ་བོ་ཉིད་མེད་པས་ནི། རང་གི་མཚན་ཉིད་ཀྱིས་ངོ་བོ་ཉིད་མེད་པ་དང་ནི། མཚན་ཉིད་ཀྱིས་ངོ་བོ་ཉིད་མེད་པ་དང་སྐྱེའི་ངོ་བོ་ཉིད་མེད་པ་གསུང་གི་འདུག་ཨ། སྐབས་སུ་རང་གི་མཚན་ཉིད་ཀྱིས་ཁས་ལེན་གྱི་ཡོད་པ་ཡིན་ན།

ཀུན་ད་དོན་དམ་པར་གྲུག་འདུག་པས་རང་སེམས་སྤྲོ་བ་རེད། མི་དེ་ལགས་མེད་དེ་ག་རང་ལས་གུར། ད་ང་ལ་འདུག་འདུག་ནང་བྱུང་ལྟར་འགྲིག་གི་འདུག། ཕྱི་རབས་སྒྲོན་མེའི་སྐབས་སུ། ཀུན་རྟོག་རང་གི་མཚན་ཉིད་ཀྱིས་མ་སྤྲོས་ཡིག་མཚན་ཉིད་དངོས་སྙིང་པོས་པ་མ་སོང་ལ། དོན་དམ་པར་མ་སྤྲོས་ཡིག་རྒྱུ་མཚན་གྱིས་ནི་མཚན་ཉིད་དངོས་དོན་དམ་པར་རང་གི་མཚན་ཉིད་ཀྱིས་མ་དེ་སྤྲོས་ག་ཡིག་རང་རེད་རྒྱུ་དེ་མཚན་ཆད་ཉིད་པ་དངོས་རེད་ན། སྙིང་པོས་གསུངས་དགོས་ག་རེ་རེད་དེ་དེ་ལ་འདུག་འདུག་ཅིག་ནང་བྱུང་ལྟར།

སེམས་ཙམ་པ་དང་རང་རྒྱུད་པ་རང་རྒྱུད་པ་གཉིས་ལ་སྟོང་ཉིད་ལས་ཁྱད་པར་ཡོད་རོ་བ། ཨ་ཡོད་དོ་ཡོད། ཡོད་རོ་བ། སྣང་དུ་ས་ཡོད། གྲུབ་རྟགས་འོག་མ་འོག་མ་གི་སྟོང་ཉིད་རྟོགས་པའི་བློ་དེ་གོང་མ་གོང་མ་གི་ལྟ་བ་ཐོབ་པའི་ཐབས་ལ་འགྲོ་བ་རེད་འགྲོ་གི་མ་རེད། ཨ་དེ་འགྲོ་ཆོག་གི་རེད། འོ་འགྲོ་གི་ཡོད་ན་ད་རང་རྒྱུད་པའི་སྟོང་ཉིད་རྟོགས་པའི་བློ་དེ། ཡ། ཐེངས་རྒྱུད་པའི་སྟོང་ཉིད་རྟོགས་པའི་ཐབས་ལ་འགྲོ་སྟངས་ཤེས་དང།

ད་ལྟ་རྒྱ་ཡིག་མཐར་ཐུག་ཤེས་པ་ཡིན་ན་ཁོང་ཁྲོ་དགེ་རྩ་འབྱུང་ཚུལ་རེད་འདུག་ཨ་ལ། ཤེས་ཚ་ད་ཁོང་ཁྲོ་དགེ་རྩ་འབྱུང་ཚུལ་ཤོད་ཁོང་ཁྲོ་དགེ་རྩ་འབྱུང་རྒྱུ་ཡི་དགེ་བ་དེ་དག་ཁོང་ཁྲོ་ཉིད་བ་རུ་ད་དཔེར་ན་ང་ཚོ་ད་ཞེ་དྲག་མཚན་ཡིན་པ་ཕ་ཡ་ན་ཡ་ཀ་ཏོ་དཔེར་ན་སོ་སོ་ད་ང་ཚོ་མོ་ཆེ་ཡ་འདིར་འགན་པ་ཡིན་པ་ཤ་ཐག་ཡིན་ད་དཔེར་ན་སོ་སོ་དགེ་ཕྲུག་ཡེ་ཉི་ཅང་ཅང་ཡིན་ཅིག་དགེ་ཕྲུག་ལ་ཁོང་ཁྲོ་རྣམས་ཀྱི་ཤེས་ཀྱི་མིན་ན་དགེ་ཕྲུག་ལ་སོ་སོ་ཁོང་ཁྲོ་ཤེས་ཀྱི་མིན་ཁོང་ཁྲོ་དེ་གི་མྱོང་བཞག་ཅིག་དགེ་རྩ་དེ་ག་རེ་རྒྱག་གི་རེད།

རྒྱ་གཞུང་ནང་ལ་ས་ཁ་མེད་ཡང་ནི་ད་བོད་ཀྱི་མཁས་པ་ནང་གི་མཁས་པ་རིགས་ཀྱི་སེམས་གཏོང་རེད་དཔེར་ན་བཀའ་བརྒྱུད་ཤོར་བྱས་པ་ཡིན་ན་བཀའ་བརྒྱུད་མཁས་པ་རྣམས་ནང་བཞེས་གཏོང་མི་འདྲ་མི་འདྲ་མང་པོ་ཅིག་ལས་ཡོད་རེད་དཔེར་ན་ད་ལྟ་ཁྱེད་རང་གསུང་བའི་ནང་གི་བཤད་ནས། ཁོང་ཁྲིའི་འབྱུང་བཞི་དགེ་ས་དེ། གཞན་པ་དང་སི་ཁྲོན་ལ་ཤོར་བའི་དགེ་ས་རེད་ཟེར་ནས་འཇུག་པ་གསར་འགྱུར་གསལ་པོ་ལས་ཡོད་རེད། འོ་ན་གཞན་པ་དང་སི་ཁྲོན་ལ་ཤོར་བའི་དགེ་ས་ཆ་སོང་ཁོང་ཁྲིའི་འབྱུང་བ་ཐོས་གི་རེད་ཟེར་ལ་དེ་ད་མཁས་པ་འགའ་ཤས་ཀྱིས

ད་ཁོས་བྱོས་ཏེ། འོ་ད་ལྟ་མཁན་པོ་ལགས་ཀྱིས། འོ་མ་རང་སྐྱིད་པའི་གཞན་སྐྱིད་ཁས་ལེན་གི་མ་རེད་གསུངས་སོང་བ། རེད་ལགས། དེའི་ཁུངས་དེ་ལ་ད་ལྟ། ཤི་རོ་སྒྲོལ་མས་གི། ཨ། སངས་རྒྱས་བསྐྱངས་ལ་སེམས་ཅན་སྤྱོད་པའི་སྐབས་སུ། སྐབས་ཀྱི་དོན་ལས། ལྡོག་པའི་སྒྲུབ་པར་བྱ་བ་དང་དེའི་ཕྱིའི་ལྡོག་པའི་དོན་མངོན་པས། ངེས་པོ་རྣམས་གཞན་ལས་སྐྱེ་བར་འགྱུར་བ་དང་སྐྱེ་བ་འབྲས་བུ་དང་བྱིས་པ་ཉིད་དུ་འགྱུར་བ་དང། སྐྱེ་བ། ཐོས་པ་ཡོད་པར་འགྱུར་བའི་ཕྱིར་འཛག་པའི་མཐའ་དང་འགལ་བར་འགྱུར་རོ་ཞེས་པ་དེ་དྲངས་གནང་སོང་བ། རེད་ལ་དེ་རེད། དེ་དངོས་གནས་བྱས་ན།
དེའི་སྐབས་དེ་ལ་བདག་ལས་མ་ཡིན་ཟེར་བ་དེ། གལ་སྲིད་མ་ཡིན་གང་མ་ཡིན་པ་གྱིས། ཉོ་ཉོ། མ་ཡིན་གང་མ་ཡིན་པ་གྱིས། རེད། དེའི་བདག་ལས་སྐྱེ་བ་བཀག་ནས། གཞན་ལས་སྐྱེ་བ་ཞིག་ལ་འཕངས་བ་ཡིན་ན། ཨ་ནི། སྐབས་ཀྱི་བདག་ལས་མ་ཡིན་ཞེས་པ་དེ་མེད་དགག་ཡིན་པས་མཛའ་བའི་མཐའ་དང་འགལ་བར་འགྱུར་རོ་ཞེས་པ་དེའི་དོན་རེད་མ་གཏོགས། དེའི་གི། གཞན་རྐྱེན་མེད་པར་ག་འགྲིག་ཞིག་སྒྲུབ་ཐུབ་དགོས་རེད་དེ་ལྷོ་བན་ལགས་ཀྱིས་གསལ་བཤད་ཅིག་གནང་ན་མ་གཏོགས་དེའི་ང་ཚོ་དགོན་པ་འབྲས་ཐང་བལྟས་ཟིག་ར་འཕྲོད་གོ་བསམ་བ་ལགས་སོ། ཡང་དེ་གའི་དང་གི་གསལ་པོ་ཞུ་ཡི་ལ་བོད་ཀྱི་མཁས་པ་རྣམས་ཀྱི་དེའི་ཐོག་ལ་འགྲེལ་བཤད་རྣམ་པ་སྣ་ཚོགས་བརྒྱད་འདུག་ཟེར་ད་ལྟ་ཁྱེད་ཀྱི་གསུང་བ་ནང་བཞིན་དབུ་མ་ཕྱི་ར་བ་རྣམས་དང་སྔ་ར་བ་ཁ་ཅིག་གིས་སྐྱེ་བ་ཡོད་པ་གཞན་བཞག་ནས།

དེའི་སྐབས་སུ་རྒན་གྱིས་དགོངས་ཚུལ་གར་གསུངས་བཞག་ཟེར་ན་དེ་ན་ལོ། ཨ་ནེ། རྟ་པ་ཐག་ཚོང་འོང་དེ་བྱས་ནས་གསུངས་པ་རེད་ཟེར་གསུངས་འདུག་ར་ལུང་དེའི་ལུང་བསྟན་བཞག་དུས། དེ་རྒན་ཁྱོད་རང་རང་གིས་གསུངས་རེད་དང། དགོངས་ཚུལ་རེད་དང་ཡང་ན། ཨ་ནེ། ད་ཆུ་སྒྲུབ་པའི་ཤིང་རྟ་དང་འགྱུར་འགྲོས་ཀི་ཚང་འགའ་སྟོན་ད་གིས་རྒན་གྱི་བཀའ་བཅུ་པའི་ལུགས་བཤད་ཅེས་བཤད་དགོས་འདུག་དུས་ཚོད་ཀྱི་གཞུང་ནང་ལོ་ཡོད་པ་དེ་རེད། ཅི་བྱེད་གནད་འགག་ཅི་དེ་ག་རེ་རེད་ཟེར་ན།

དེས་དེ་རྒྱ་གར་གཞུང་ལ་མེད་པ་བྱས་ཨ་ནི་བོད་ཀྱི་གཞུང་ལ་གསར་དུ་ཐོན་བཞག་གྱུར་དེ་འདྲའི་ཞིག་མཐོང་གི་འདུག་དེ་འདྲའི་ཡིན་གྱི་ཚང་པ་ལ་ང་རང་ཚོ་ཨ་ནི་དང་རྒྱལ་བ་དང་རང་རྒྱལ་པ་ཟེར་བ་དེ་གཉིས་ལྟ་བའི་ཆ་ནས་ཁྱབ་པར་བཞག་གི་ཡོད་རེད་བས་ཨ་ནི་སྒྲིབ་ཤ་དར་ལ་ཕ་ཚིག་ཀྱང་ཁྱབ་པར་བཞག་གི་རེད་ཟེར་དུས་རྩོད་པ་ཞུགས་ཡོད་རེད་བ། དེ་ཡིན་གྱི་ཚང་པ་ལ་ང་རང་ཚོ་བོད་ཀྱི་ཐོག་མར་དང་རྒྱལ་བ་དང་རང་རྒྱལ་པ་ཚོས་སུས་ཨ་ནི་ཁོ་ངོས་འཛིན་མཛད་ཡོད་རེད་ཁོ་རང་ངོས་འཛིན་ཡང་གྱི་ཚང་པ་ལ་སྒྲིབ་ཤ་དར་ལ་ཕ་ཚིག་གི་སྒོ་ནས་ངོས་འཛིན་མཛད་ཡོད་རེད་བས་ཨ་ནི་ཡ་གར་སོགས་ལྟ་བའི་ཁྱད་པར་གྱི་སྒོ་ནས་ནི་ཁོ་བཞག་ཡོད་རེད་ཟེར་དུས་ཞུ་བ་ཡིན། ལགས་སོ།

མཐའ་ཞིག་བྱེ་མའི་གཏན་ལ་ཕབ་འདི་བསྟན་སྲིད་མཐའ་འཇུག་ཁོ་ན་གི་མཐའ་ཞིག་བྱེ་མའི་གཏན་ལ་ཕབ་ཐུབ་གི་མ་རེད་ངས་ཡིད་ཆེས་མེད་ཀྱིས་བསྟན་སྲིད་རང་བྱོན་གི་གསོན་མཁན་དེ་རང་བྱོན་པ་རེད་ཟེར་ནས་ཨོ་ད་དེ་འདྲས་ཀྱི་པ་ས་ལོ་ས་ཞིག་གསོན་གནང་གི་འདུག་ད་དེ་བོད་སྔ་རབས་པ་ཕ་ཆེ་བ་གི་ཨོ་མ་ད་རང་ཉིད་ཀྱི་བྱེད་པ་དེ་དེ་ཡིན་མཐའ་ཞིག་བྱེ་མའི་གཏན་ལ་ཕབ་ཡིན་ཀ་སུ་ཀར་ས་བསྟན་སྲིད་རང་བྱོན་ཁས་ལེན་མི་ལེན་ད་མདོར་ན་སོ་སོ་ཟེར་དྲུག་ཁས་ལེན་མི་ལེན་སོ་དེའི་ཐོག་ལ་ཡོང་དགོས་ཟེར་དེ་བཤད་ལ་སོ་ལ་སོ་ལ། གྲོགས་དུ་དུས་ན། རྒན་ང་གྲོགས་དུས་དུས་ཡིན་དེ་དེ།

ཨ་ཁྱིམ་ཆེན་ཏེ་ཀུ་བདུད་དེ་བདུད་དེ་ཡིན་ད་ཀུ་ཅི་ཀུ་ཅི། ལགས་སོ་ལགས་སོ། ཨ་ནི་ད་རྒན་ལགས་ཀྱིས་ཧོ་མ་ཐར་འགྱོད་པ་དང་རང་འགྱོད་པ་གཉིས་ལ་ལྟ་གྲུབ་ལ་ཁྱད་པར་མེད་བ་དང། ཨ་ནི་ལྟ་བ་ལ་གཟབ་གཞི་མེད་པ་གསུངས་སོང་རོ། དེ་ཡིན་དུས། ད་ཧོ་མ་རང་འགྱོད་པ་དེ་གའི་སྐབས་སུ། རང་སྐྱེས། གཞན་སྐྱེས་འདོད་པ་ཡིན་ན་གཞན་སྐྱེས་དེ་ག་འདྲས་ཞིག་ལ་འདོད་ཀི་རེད།

འདི་རྩོམ་ཤོག་ནང་ལོག་ལ་བལྟ། རང་རྒྱུད་པ་མ་བརྗེད་ད་རང་རང་རྒྱུད་པ་འདུག། གཞན་རྒྱས་ཁས་ལེན་གི་མ་རེད་ཟེར་གསུངས་སོང་ལ། འདི་འདི་རྩམ་པ་ལ་བལྟ། རང་རྒྱུད་པའི་གི་ད་ད་ད་རང་གི་མཚན་ཉིད་གྲུབ་ཟེར་ན་མི་འདུག་གཞན་རྒྱས་ཁས་མི་ལེན་སོང་བ་ཡིན་ན། རང་རྒྱུད་པའི་ཁོ་རང་སུ་གི་ལུགས་ལ་ལྟ་བ་གཏན་ལ་འབེབས་པའི་སྐབས་སུ། མཐའ་འགྱུར་པ་ནང་བཞིན་གྱི་ནི་བདེན་པ་གཉིས་སུའང་རང་བཞིན་མེད་པའི་ཕྱིར་ད་ལྟ་རྟག་པ་མ་ཡིན་ཆད་པ་མིན་སོང་བ་ནང་བཞིན་ནི་གྲལ་རིགས་ལྟ་བ་གཏན་ལ་མ་ཕབ་བར་བྱས་ནས།

དེ་ཡིན་སོང་ཁོ། རང་བཞིན་གྲུབ་པ་སོགས་ཐ་སྙད་བཞག་ཡོད་རེད། ཡིན་ནའང་དགག་བཞག་བཀག་འོང་སྐབས་སུ་ལ་དཔྱད་པ་བྱེད་སྟངས་དེ་མཐའ་འཇུག་བར་དུ་གཅིག་པ་གཅིག་ཏུ་བྱེད་བྱེད་པ་བྱེད་སྟངས་གཅིག་པ་གཅིག་ཏུ་གཅིག་ཅུང་བྱེད་འགྲོ་བ་ཡིན་སོང་དགག་བཞག་གལ་ཏེ་ཁོར། དགག་དབྱེ་རུ་བྱེད་པ་ཆ་སོང་བཀག་འགྲོ་གི་འདུག་སོང་རང་བྱུང་བར་ད་རང་བྱུང་བར་གི་ནང་འགག་ག་རེ་ཐེབས་ཆགས་འོང་ལ་དེ་ཆེས་ཐང་ཆེན་ཡིན་སེམས་མེད་གྲུབ་པ་རེད་ཡོད་རེད་དགག་བཀག་ཡ་ཡོད་མ་རེད་ཟེར་བ་དང་གཉིས་ནས་ཁོ་རང་ལྟ་བ་གཏན་ལ་ཕབ་འོང་འདི་ཆེས་ཐང་ཆེན་བཀག་འགྲོ་གི་འདུག་སོང། ཅེས་སོང་དེ་ནི་ནོངས་ཀ་ཐུག་བསྡད་ཀྱི་འདུག་ཟེར་ནས་ད་འཇུ་བ་ཀི། རང་རྒྱུད་པ་ལ་ཤར་སོགས་དེ་གཏོང་དགོས་རེད་ཟེར་ལབ། ཨ་ཡ། ད་རྒན་དེ། ལ་སོ་ཁྱིམ་པོ་ཆོས་ལ་འདྲི་བ་ཅིག་ཞུ་ཆོག་པ་ཅི། ཨ་དྲོ་རྡོག་རྡོག་ཞུ་ཆོག་པ་ཅི། ལ་སོ་ཨ་ནི། ཀྱི་སོང་ཞེ་ན།
ཁྱེད་རང་གཉིས་ལ་ཡ་ད་ལྟ་ལྟ་བའི་གི་ཁྲ་ཁྲག་གི་ཆད་པ་དེ་རྩ་བ་ཉིད་ནས་འབྱེད་གི་མ་རེད་སོང་ཟེར་བ། དེ་ཡིན་པ་ཡིན་ན་ད་ལྟ་ཨ་མ་རང་རྒྱུད་པའི་ལུས་ལ་དགག་བྱ་བསྟན་པ་ཨོང་ཤིག་ལ་ཨ་ནི་གནོང་གི་མ་རེད་ཟེར་ནས་ད་ལྟ་ཨ་མ་དེ་གཉིས་རང་འདྲེས་ཀྱི་ཚིག་སྒྲོ་འགོར་བ་དགག་བྱ་བསྟན་པ་ཨོང་ཤིག་ལ་མི་གནོང་བ་ཤེས་པ་འདི་ཡང་འདྲ་བའི་ཕྱིར་རོ་ཟེར་གི།

གཟི་བྱིན་ལྟ་བུའི་གང་ཟག་གཅིག་ལ་ཡང། ད་ཡོད་དུ་བྱས་པའི་གང་ཟག་གཅིག་དང་གཟི་འོད་དུ་བྱས་པའི་གང་ཟག་གཅིག་དེ་གང་ཟག་མི་འདྲ་བ་གཉིས་ཁས་ལེན་དགོས་རེད། ཨོ། དེ་ཤོག་གྲངས་ང་གཅིག་ང་དྲུག་དེ་ལ་དེ་བཀོད་འདུག་བ་དེ་ཅི་བ་ཡིན་ན་ང་ཚོ། གཟི་བྱིན་ལྟ་བུའི་གང་ཟག་གཅིག་དེ་ལ། ང་ཚོ་ལག་པས་ཡི་གེ་བྲི་བ་ལ་བརྟེན་ནས་ཡི་གེ་འབྲི་བའི་གི་ལྷས་བྱིན་ཟེར་ཅིག་བཞག་གི་རོགས་ཨ། རེད་ལ། དེ་ནས་འཁོར་བ་ནི། གང་ཡང་ནི་ཡི་གེ་ལ་སོགས་པ་མ་བྲི་བར་བྱས་ནས་ཉེས་བདེ་བ་ཡིན་ན་ཉེས་པའི་ལྷས་བྱིན་ཟེར་ཅིག་བཞག་གི་རོགས་ཨ་སྟེ།

ཡང་ན་རང་རྒྱུད་གོང་དུ་འོག་མ་དེ་ཚོ་གི་འདོད་གི་ཡོད་ན། ནི་ད་ལྟ་བ་དན་དག་གྲགས་པ་གིས་ག་དེ་རང་གི་མཚན་ཉིད་བསྟན་བཅུག་ན་ཞེས་བཞག་པའི་དེ་འདྲའི་སྐྱོན་དེ་ཚོ་ནི་རང་རྒྱུད་འོག་མ་ལ་དེ་འདྲ་གི་བཏང་ཡོད། ཡོད་པ་རེད་མ་གཏོགས་མེད་པ་གང་ལས་བཏང་མེད་པ་འདྲ་པོ་དེ་འདྲའི་འདྲ་པོ་གོ་བ་ལེན་ན་འགྲིག་རེད་འགྲིག་མ་རེད་སོ་ལ་སོ་ཡང་རང་རྒྱུད་པ་ལས་གོང་མ་དུ་འོག་མ་སད་དེ་ཁྱེད་རྣམ་པ་གཞོན་ནོ་ལ་ཡང་ཐ་སྙད་བྱོན་གཏོང་བྱེད་ཀྱི་རེད་ང་སོགས་གཞོན་ནོ་ལ་རང་རྒྱུད་པ་ལས་གོང་མ་དུ་འོག་མ་སད་དེ་འདྲ་ཡོད་གི་མ་རེད་རང་རྒྱུད་པ་ལས་མདོ་སྡེ་ཞུས་པའི་དབུ་མ་རང་རྒྱུད་པ་དང་རྣལ་འབྱོར་ཞུས་པའི་དབུ་མ་རང་རྒྱུད་པ་ཞེ་དྲག་མ་དུ་གོ་ཐོས་པའི་དབུ་མ་རང་རྒྱུད་པ་ཟེར་ནས་གསུམ་བྱེད་ཀྱི་རེད་མ་དུ་རང་རྒྱུད་གོང་འོག་ཏུ་བྱེད་ཀྱི་མ་རེད་གང་ལྟར་རང་རྒྱུད་པ་གཅིག་ཀྱང་མ་རེད་ད་ལྟ་དེ་ཞུ་བ་ལ་རང་རྒྱུད་པ་གླས་ཡོད་མ་རེད་རེད། ཨ་ནི་དེ་ལ་གུས་རོགས་ཕྱི་ལ་མེད། ལགས་སོ་བདག་གིས་མཁན་པོ་ཆོས་ཀྱི་བ་རི་གསུངས་སོང་ལ་ནི་དབུ་མ་རང་རྒྱུད་པ་དང་དབུ་མ་ཐར་རྒྱུད་པའི་སྟོང་ཉིད་དེ་ལ་ཁྱད་པར་མེད་གསུངས་ར། ཨ་ནི་དེ་འདྲ་ཡིན་ཟེར་ན་དབུ་མ་རང་རྒྱུད་པ་གྱིས་རྣམ་གྲངས་པའི་དོན་དམ་བསྟན་པ་འདི་འདི་ཡང་ཨ་ནི་དབུ་མ་ཐར་རྒྱུད་པ་གྱིས་དོན་དམ་བསྟན་པ་རེད་བས་དབུ་མ་ཐར་རྒྱུད་པ་གྱིས་ཡང་དོན་དམ་བསྟན་པ་འདོད་ཀྱི་རེད་བས་ལ་འདི་ཅི་ཞུ་ཡ་ཡིན། ཨ་ནི་རྒ་ཟས་འདི་ལྟ་བུ་རྣམ་གྲངས་པའི་དོན་དམ་བདེན་པ་འདི། དོན་དམ་བདེན་པ་འདོད་དབུ་མ་མཐར་གྱུར་པའི་ངོ་ལ་དོན་དམ་བདེན་པ་འདོད་རྒྱུའི་གསུང་ན་ནི་ད་ལྟ་དབུ་མ་རྒྱན་གྱི་རྣམ་གཞག་འཇམ་དབྱངས་བླ་མས་བསྐྱེད་པའི་ཞལ་ལུང་ལ་ག་རེ་གསུངས་ཡོད་ལ་ན། ཐ་སྙད་ག་རེ་ཟ་རྣམ་གྲངས་པའི་དོན་དམ་ནི་ཐ་སྙད་དང་ཀུན་རྫོབ་ཁོངས་སུ་གཏོགས་སོ་ལ་ན་ནི་འདིའི་ལུང་དང་འགལ་གྱི་མ་རེད་བས་སེམས་ནི་ཞོལ་ཡིན། ལ་སོ།
དེས་ན་གྲོགས་པོའི་དོན་དམ་བདེན་པ་དེ་དབུ་མ་ཐ་རང་གཉིས་ཀ་གི་དོན་དམ་བདེན་པ་མཚན་ཉིད་པ་ལ་འདོད་གི་མ་རེད། ལ་སོ། དེ་ནས།

དྲི་བ། འདི་ར་མཁན་པོ་གིས་ཁོང་ཁྲོའི་དགེ་རྩ་འཇོམས་པའི་དོན་དེ་ཁ་ཅིག་གིས་འདོད་པ་མང་པོ་ཞིག་བཀོད་ནས་དག་ཞིང་དེ་དོན་སྣང་ལ་བཀོད་ལ་བ་རེད། ཁ་ཅིག་ཕྱི་མ་ལྟར་དུ་གསུངས་ཡོད་དོ་ར། དེ་ཡང་ག་ནས་གསུངས་ཟེར་ན་རྣམ་སྨིན་གྱི་སྦྱིན་པ་དེ་རྒྱང་རིང་དུ་བཏང་བ་ཙམ་མ་གཏོགས་ས་བོན་དེ་བཅོམ་གྱི་མ་རེད་ལན་གསུངས་དོ་ར། རྟགས་དེ་ཡང་ག་རེ་བཀོད་དུ་ཟེར་ན། འཇིག་རྟེན་གྱི་ལམ་གྱིས་དེ་འདྲའི་གི་སྤང་རྫས་ས་བོན་འདི་བཅོམ་ག་རེ་འཇོམས་ཀྱི་མ་རེད་ལ་ནི་གསུངས་འདུག་ར། དེ་འདྲའི་གི་ས་སྤང་རྫས་ས་བོན་དེ་ག་བ་ལུང་བཟུང་གི་རེད་ཟེར་ར། ད་ལྟ་སྤྱོད་འཇུག་ལས་ག་རེ་གསུངས་ཡོད་ཟེར་ན། བཀའ་སློབ་སྟོང་དང་སོགས་པ་ཡི་སྦྱིན་དང་དེ་བཞིན་ཆོས་ལ་སོགས་ལས་བྱེད་གང་ཡིན་དེ་ཀུན་ཀྱང་ཁོང་ཁྲོ་གཅིག་གིས་འཇོམས་པར་བྱེད་ལ་ནི་ཁོང་ཁྲོ་དེ་གིས་གེ་སར་འཇོམས་ཀྱི་རེད་ལ་ནི་གསུངས་ཡོད་ར། དངོས་དེ་ཡང་དངོས་རྩིས་ཟིན་པ་དེ། འཇིག་རྟེན་གྱི་ལམ་གྱིས་སྤང་ནུས་ཀྱི་མ་རེད་འཇོམས་ནུས་ཀྱི་མ་རེད་ཟེར་ར།

གཏོང་ཐུབ་ཀྱི་མ་རེད་ཟེར། དེ་སྒེར་གྲས་ཀྱི་བུ་ཆོས་ཀྱི་བྱ་བ་དེ་ག་རེ་ཡིན་ཟེར་ན་ཡང་ཨོ་མ་རང་རྒྱལ་བོད་ཀྱི་ལུགས་ཀྱི་ཨ་ནི་དགག་བཞག་དང་ཨ་ནི་ཨོ་མ་ཐན་ཅུའི་ལུགས་ཀྱི་དགག་བཞག་གཉིས་ལ་ཨ་ནི་རྒན་གྱིས་ཁྱད་པར་མེད་ཟེར་གསུངས་འདུག། ཨོ་ཁྱེད་ལྟོས་ཁྱད་པར་མེད་ཟེར། དེ་ཁྱད་པར་མེད་པ་ཡིན་ན་ག་རེ་ཟེར་ན། འདི། དགོངས་པ་རག་ཟེར་ན་དཀའ་གནད་རྒྱས་བཤད་འོས་དུས་ཨ་ནི་རང་རྒྱལ་གྱི་རྟགས་བཞེས་པ་དང་མི་བཞེས་པ་ཟེར་ནས་བཤད་དགོས་ར། རེད་ཨ་རེད་ནི་རང་རྒྱལ་རྟགས་བཞེས་པ་དེ་ལ་ག་རེ་ཟེར་ན་ཨོ་མ་རང་རྒྱལ་བ་བཞག་དགོས་ར། མི་བཞེས་པ་དེ་ལ་ཨོ་མ་ཐན་ཅུ་བ་བཞག་དགོས་ར།

ནས་དགོངས་པ་ཁྱོད་ནི་མ་ཚོར་རུང་ཞུ་ཡ་ཡིན་ད། ད་ང་རང་འཇིག་རྡུང་གི་དུས་སུ་དེ་ཡང་རྣམ་པ་ཚོར་ཕུལ་ཚར་བ་ཡིན། ནས་དེ་ཆེད་དུ། སྐར་མ་གཅིག་འཇིག་རྡུང་ཞུ་ཡ་ལ། ད་ཇི་ལྟར་ཁེར་མི་བྱེད་དེ། རྩོམ་ཤོག་ནང་ལ། རྩོམ་ཤོག་དཔེ་ཡག་པོ་བྲིས་གནང་བཞག་དེ་ནས་ད་ཁོང་ཁྲོ་གི་དགེ་རྩ་འཇོམས་མ་འཇོམས་དང་དེ་ནས་ད་གཙོ་བོ་དེ་ཁེར་མི་བྱེད་ད་འདི། སྨྲ་ན་འདི། གསང་ཞེན་གནང་ཡ་དེ་ག་རེ་རེད་ཟེར་ན། དབུ་མ་རང་རྒྱུད་པའི་རང་གི་མཚན་ཉིད་གྲོལ་བ་འདོད་གི་རེད་འདོད་གི་མ་རེད། ད་རྡོག་རྡོག་ཐེར་ད། ཨ་ནི་རང་གི་མཚན་ཉིད་རྒྱལ་གྲོལ་བ་འདོད་པའི་ད་འདོད་པའི་ཁོངས་དེ་ལ་རིགས་པ་དྲུག་བགྲང་ནས་མ་དགོས་དེ་གི་དེ་ལ་ད་ཁྱེད་རང་ཕྱིར་ཐེག་མ་རེད་ཟེར་ནས་ཨ་ནི་དགག་བཞག་གནང་ནས་འདུ་བྱེད་སོང་བ་ད་མདོར་བསྡུས་ན་བསྡུ་ས་རེད་ཤག་ཨ་ནི་ད་ཁྱེད་རང་ཁྱེད་ཚོས་རང་རྒྱུད་པའི་བློ་རང་གི་མཚན་ཉིད་གྲོལ་བ་འདོད་གི་མ་རེད་ཟེར་རོ། བསྡུ་ས་རེད་ཤག་ཨ་ནི་སྤྱིར་བཏང་ནས་རྩོམ་ཤོག་དཔེ་ཡག་པོ་གནང་ཞིག་ད་དེ་སྔོན་འགྲོ་བྱེད་ན་དྲི་བ་དྲིས་ན་དུས་ཚོད་རིང་ད་འགོར་ཏེ་ད།